ད་རེས་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་ཉི་མའི་ཉིན། བོད་ཟླ་ལྔ་བའི་ཚེས་ལྔ་འཁེལ་གྱི་ཡོད་པ་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གུང་ཁྲང་དགེ་བཅུར་ཕེབས་པའི་སྐུའི་རྒྱ་སྟོན་གྱི་རྟེན་འབྲེལ་མཛད་སྒོ་ཞིག་བཞུགས་སྒར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྲུང་བརྩི་གནང་གི་ཡོད་པ་རེད། འདི་ཨ་རི་རླུང་འཕྲིན་ཁང་གི་ངོས་ནས་ཐད་ཀར་རྒྱང་བསྲིངས་ཞུ་བཞིན་ཡོད་པ་དང། བོད་ནང་གི་ཕྱག་མཛོད་བཅུ་དང་རྒྱ་གར་ནང་གི་ཕྱག་མཛོད་བརྒྱད་པའི་ཐོག་ནས་དབུ་འཛུགས་གནང་གི་ཡོད་རེད། དེའི་ཆེད་དུ་ད་རེས་ང་ཚོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དང་འབྲེལ་བའི་སྐོར་ལ་རྣམ་རྒྱལ་གྲྭ་ཚང་གི་སྐུ་ཞོགས་ཐུབ་བསྟན་ཡར་འཕེལ་ལགས་སུ་བཅར་འདྲི་ཁག་ཅིག་ཞུ་ཡས་ཡིན། སྐུ་ཞོགས་ཐོག་མ་དེ་འདི་ག་འདྲི་ཞུགས་ཡིན་ད་ད་ལྟ་ང་ཚོ་དེ་ཐེག་ཆེན་ཆུ་གླིང་གཙུག་ལག་ཁང་དེ་ཨ་ནི་དེ་རྒྱ་གར་ནང་ལོག་ལ་ཐོག་མ་བཞང་དགོས་ཀྱི་རྒྱུ་རྐྱེན་གཙོ་བོ་ག་རེ་ཡིན་མེད་ཅིག་ངོ་སྤྲོད་གནང་རོགས་གནང། དེ་ནས་ད་ལྟ་ཐེག་ཆེན་ཆུ་གླིང་གཙུག་ལག་ཁང་དེ་ཐོག་མ་ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་ལ་ཨ་ནི་བཞང་ཡག་གི་ཨུ་ཚུགས་ནི་ཨ་ནི་ད་ལོ་གཅིག་གནང་ལ་ལེགས་གྲུབ་ཟིན་བྱས་གཅིག་གཙོ་བོ་ཡི་དོན་ཆུ་ནང་ལོ་ལ་ནི་ཡོངས་སུ་ཕྱི་ལོག་གི་ད་བསྐུལ་བ་དེ་ལེགས་གྲུབ་ཟིན་པ་རེད། དེའི་ནང་ལོ་ལས་ཐོག་མར་ང་ཚོ་རྒྱ་གར་དང་བོད་ཀྱི་ཨ་ལས་འཛུགས་སྐྲུན་གྱི་ད་ལག་རྩལ་མི་སྣ་མི་སུམ་ཅུ་ཙ་བྱེ་བ་རེད། དམངས་ཀྱིས་ད་ཨ་ལས་འཛུགས་སྐྲུན་གནང་ཉིན་མང་ཚོགས་བདུན་ཅུ་ནས་བརྒྱད་ཅུ་ཞེས་གང་དག་འདོར་འདོད་པ་ཡིན་ན། སྐབས་དེ་དུས་ཨ་ལས་འཛུགས་སྐྲུན་གནང་མཁན་ནང་ལོ་མི་བརྒྱ་དང་བཅུ་ཙ་གཅིག་གིས་ལོ་གཅིག་ནང་ལ་ཕྱི་ཡི་བསྐུལ་བ་དེ་བརྒྱད་ཡོངས་གསོག་པ། ས་ཞིང་ནང་དེ་ནས་ཆིག་ཐོ་དགུ་བརྒྱ་བདུན་ཅུའི་ནང་ལོགས་ལ་ནི་ནང་ལོགས་ཀྱི་ད་ལྟ་སྟོན་པ་ཐུབ་པའི་དབང་པོ་དག་ད་ལྟ་འཚོ་ཐེངས་འདི་རེད་དེ་ནས་འཕགས་པ་ཐུགས་རྗེ་ཆེན་པོ་དང་གུ་རུ་སྣང་སྲིད་ཚུལ་གནས་བཅས་སྐུ་དེ་གསུམ་པོ་དེ་ནི་ང་ཚོ་ལག་རྩལ་མེད་ན་བཟོས་མི་བདུན་ཚོ་གཅིག་གི་ཟླ་བ་བཅུའི་ནང་ལོགས་ལ་ཡང་གསར་བཞེངས་གནང་རྗེས་གང་ད་དོར་ལྟོས་བས་ནི་ཆིག་ཐོ་དགུ་བརྒྱ་བདུན་ཅུའི་ནང་ལོགས་ལ་ནི་ཡོངས་སུ་ལེགས་གྲུབ་ཟིན། ལེགས་གྲུབ་ཟིན་པའི་རབ་གནས་དག་ཡོངས་སུ་གྲུབ་བཅས་ཐོག་མའི་རྟེན་འབྲེལ་གྱི་མཛད་སྒོ་ལོ་སར་ཚེས་པ་བཅས་ལ་ཡང་གམ་བྱང་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ལ་གཞུང་བཞིན་མཚན་ཉིད་གསར་དུ་བཙུགས་ལྷག་པར་དུ་ལོ་སར་ཚེས་པ་བཅས་ལ་ཡང་མཚན་ཉིད་རྒྱུགས་གཞིས་གནང་དེ་འབྲེལ་གྱི་རྟེན་འབྲེལ་མཛད་སྒོ་གནང་ཡོད་རེད་དེ་གྲུབ་པའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་སྤྱི་ཟླ་གསུམ་པ་ཟླ་བོད་ཟླ་བཞི་བའི་བོད་ཟླ་གཉིས་པའི་ཚེས་པ་བཅུ་བཞི་བཅོ་ལྔ་བཅུ་དྲུག་སྟེ་རྒྱ་གར་འཕགས་པའི་ཡུལ་ལ་ཡང་འཁོར་བཅས་མགོན་བྱམས་མཆོག་གིས་ད་ཐོས་ཁོ་དབང་ཆེན་ཐེངས་མ་དང་པོ་དེ་སྤྱིའི་ཆ་ནས་ཆ་བཞག་པས་ན་དུས་དགོང་གཅིག་ཐེངས་མ་གསུམ་པ་ཆགས་ཀྱི་ཡོད་རེད་ལྔ་བཅུ་ང་བཞི་དང་ང་དྲུག་ལོ་ལ་ཡང་ནི་ལྷ་ལྡན་ནུབ་རིང་ག་ལ་ཡང་དུས་དགོང་གཅིག་ཐེངས་མ་དང་པོ་གཉིས་པ་གནང་བ་རེད་ད་རྒྱ་གར་ལ་ཡང་ཆིབས་བསྒྱུར་གནང་པའི་རྗེས་ལ་ཐེངས་མ་དང་པོ་དེ་ཐེག་ཆེན་ཆོས་རའི་གཙུག་ལག་ཁང་གསར་བཞེངས་ལེགས་གྲུབ་ཟིན་པའི་མཛད་སྒོའི་རྟེན་འབྲེལ་དང་བཅས་ནས་ཨ་ནི་ཐེངས་མ་གསུམ་པ་དེ་ཆིག་སྟོང་གཉིས་བདུན་ཅུ་ཐམ་པའི་ལོ་ལ་ཡང་ཨ་ནི་གཙུག་ལག་ཁང་གནང་བ་དེ་འདྲ་གཅིག་ཆགས་བསྡད་ཡོད་རེད།

ཨ་ནི། གང་གི་ཐུགས་བརྩེས་ཉིད་བཟུང་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་མཛད་པའི་གོ་ཐམས་འདི་ལ་ཕྱག་འཚལ་ལོ། གསུང་གི་ནང་བཞིན་གྱི་གང་དག་རྟེན་འབྱུང་གི་གཏམ་རང་དབང་གི་སྒོ་ནས་ཨ་ནི་སྟོན་མཁས་ཀྱིས་སྟོན་པ། ད་ལྟ་ང་ཚོ་བསྟན་པ་འདིའི་དབང་དུ་བྱས་ནས་སྟོན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་ཨ་ནི་བཀོད་རྒྱུ་ང་ཚོ་གསེར་སྲང་ད་ཕྱིས་ཆུང་ཆ་ནས་ཆགས་བཞག་བས་ན་ཨ་ནི་པད་མ་ནས་དྲག་ཆས་ཅིག་ཕུལ་ཏེ་མགུར་ཚིག་ཅིག་བཞག་འདི་ནང་བསྟན་གཙོ་བོ་ད་བྱོན་ལེགས་པོ་ཨ་ནི་སྐྱུར་པོའི་ཆ་ནས་ཨ་ནི་ཚེ་དང་ལྡན་པ། ཨོ་དེ་འདྲ་ཅི་བྱང་ཆེན་ཨ་ནི་གཙུག་ལག་ཁང་གི་རྟེན་གཙོ་ལ་ཡག་ཞུ་གསོལ་བ་དེ་རེད། ཐོག་མར་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་བཀའ་ནས་ཞུས་པ་ཡིན་ན་ཨ་ནི་རྒྱལ་རབས་ཉི་ཤུ་རྩ་བརྒྱད་པ་ལྷ་ཐོ་ཙེ་རི་གཉན་ཚའི་སྐབས་ནས་དམ་པའི་ཆོས་ཀྱི་དབུ་བརྙེས། ཨ་ནི་རྒྱལ་རབས་སུམ་ཅུ་སོ་གསུམ་པ་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་ཨ་ནི་དམ་པའི་ཆོས་ཀྱི་སྲོལ་བཏོད། རྒྱལ་རབས་སུམ་ཅུ་རྩ་བརྒྱད་པ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ཨ་ནི་མཁན་སློབ་ཆོས་སུ་གདན་འཛོམས། དེ་ནས་ཐོག་མར་ཨ་ནི་བསམ་ཡས་གཙུག་ལག་ཁང་བཞེངས། སད་མི་དུས་རབ་ཏུ་བྱུང་ལྷག་པར་དུ་མཁན་སློབ་ཆེན་བསུ་གཏན་བཙུན་པའི་སྐབས་ལ་བོད་ཀྱི་ས་མེད་གཙུག་ལག་ཁང་བཞེངས་དུས་མི་དང་མི་མ་ཡིན་གྱི་ད་གནོད་པ་བྱེད་མཁན་མང་པོ་བྱུས་པ་ཡིན་ཙང་དོལ་ཚོ་སློབ་དཔོན་ཐོ་ཆེ་ཅན་གྱིས་བཏུལ་བྱས་སངས་རྒྱས་ཀྱི་བསྟན་པའི་རྨང་གཞི་བཙུགས་ཡས་ལ་ཡ་གྲོགས་དང་འཕྲིན་ལས་དང་ལྷག་པར་དུ་བོད་དང་སློབ་དཔོན་རིམ་གཅིག་པ་རུ་ཡ་ཐུན་མོང་མ་ཡིན་པའི་ཐུགས་ཀྱི་སྨོན་ལམ་གྱིས་དེ་འདྲས་ཀྱི་ཡོད་པ་ཅིག་རེད། ད་ལྟའི་སྐབས་ལ་ཆ་བཞག་པ་ཡིན་ནའི་ང་ཚོ་ད་བོད་གངས་ཅན་གྱི་ལྗོངས་ད་སྣོད་བཅུད་དང་བཅས་པ་ཡང་རྒྱལ་དམག་གིས་ད་བཙན་བཟུང་བྱས་ནས་དཀའ་ངལ་གྱི་ཧ་ཅང་གི་ཆེན་པོའི་གནས་ལ་ཡང་གྱར་བསྡད་ཡོད་པ་ཡིན་ཙང་སློབ་དཔོན་ཐོ་ཇེ་ཅན་གྱིས་ད་ཐུགས་དམ་དགོས་ཡ་དེ་འདྲས་ཀྱི་དགོས་པ་དགོས་ཚད་མང་པོའི་ཆེད་དུ་སློབ་དཔོན་ཐོ་ཇེ་ཅན་གྱི་སྐུ་བརྙན་བཞེངས་དགོས་པ་རྒྱུ་མཚན་གཅིག་དེ་རེད། གུ་རུའི་སྐུ་བརྙན་དེའི་སྐུ་རྒྱུ་ལ་ཆ་བཞག་པ་ཡིན་ན་ནི་ད་ཟངས་ཚ་བསིལ་མའི་རྒྱུ་ཆའི་ཐོག་ནས་གུ་རུ་སྣང་སྲིད་ཟིལ་གནོན་གྱི་ཞག་གནང་ཡོད་རེད། ད་དེའི་གཟུངས་གཞུག་སྤྱི་དང་གི་ང་ཚོ་གཞུང་ནས་གསུངས་པ་ནང་བཞིན་ཕུལ་བའི་ཐོག་ལ་གུ་རུའི་ད་ལྟ་སྐུ་བརྙན་དེའི་ནང་ལོ་ལ་ཡང་གུ་རུའི་སྐུ་ཆུང་ཆུང་གཅིག་གི་འབུམ་གཅིག་ལྷག་ཚར་ཅིང་གཟུངས་གཞུག་ལ་ཕུལ་རྗེས་ད་ལྟ་གཙུག་ལག་ཁང་གི་གཙང་ཁང་གཙང་ཁང་ནུབ་མ་ལ་ཡང་ཨ་ནི་ཞལ་དེ་བོད་ཕྱོགས་ལ་ཕག་ཞལ་ཕྱེ་སྲིད་བྱས་རྗེས་ཨ་ནི་བཞག་གནང་ཡོད་རེད། གཙུག་ལག་ཁང་གི་རྟེན་གཙོ་གཅིག་དེ་ད་ལྟ་འཕགས་པ་ཐུགས་རྗེ་ཆེན་པོ་བཅུ་གཅིག་ཞེས་བྱ་རྡོ་ཅན་དུ་དངོས་རྒྱུ་ལས་གྲུབ་པའི་སྐུ་བརྙེས་ཏེ་ཅིག་ཆར་དེར་ལྷ་དེའི་ལོ་རྒྱུས་ལ་མཚོན་པ་ཡིན་ན་ཐོག་མར་ཆོས་རྒྱལ་སྲོང་བཙན་སྒམ་པོས་ལྷ་ལྡན་གཙུག་ལག་ཁང་བཞེངས་པའི་སྐབས་ཀྱི་རྟེན་གཙོའི་གྲས་ཅིག་རེད་དེ་ཡིན་དུས་རྟེན་གཙོ་དེ་ནི་ལྷ་ཐུགས་རྗེ་ཆེན་པོ་བཞུགས་ས་ཡིན་པའི་ཆ་ནས་ལྷ་ལྡན་སྲས་ཀྱི་ལྷ་ས་སྲས་ཀྱི་མིང་ཐོ་ཡ་དེའི་སྐུ་དེ་དང་འབྲེལ་བ་ཡོད་རེད་དེ་ནང་བཞིན་གྱི་བོད་གངས་ཅན་གྱི་ཅོ་ལེ་ཡ་ནང་པ་སངས་རྒྱས་པའི་ཆོས་དར་ནས་སྐུ་གསུང་ཐུགས་རིང་ནོར་ལ་ནས་ད་སྐུ་བརྙན་གྱི་ཐང་ཤོད་དེ་ཐུགས་རྗེ་ཆེན་པོའི་གཟུངས་ཤོད་ལ་ཡོད་པས། ང་ནི་ཙནྡན་སྦྲུལ་གྱི་སྙིང་པོའི་སྐུ་དེ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ད་དེའི་བྱུང་སྟངས་ཀྱི་ཆ་ནས་ཞུས་པ་ཡིན། ཐོག་མར་ཆོས་རྒྱལ་སྲུང་བཙན་སྒམ་པོས་བོད་ལ་ཡང་ནང་པ་སངས་རྒྱས་པའི་ད་ཆོས་ཐོག་མར་སྲོལ་བཏོད། སྲོལ་བཏོད་ནས་གཙུག་ལག་ཁང་ཐོག་མར་བཞེངས་དགོས་དགོངས། གཙུག་ལག་ཁང་བཞེངས་དགོངས་ཅི་བྱེད་པའི་སྐབས་ལ། གཙུག་ལག་ཁང་བཞེངས་ཡ་ལ་ཡང་བགེགས་དང་བར་ཆད་རོལ་ཅིག་ག་རེ་ཡོད་ན་དེ་འདྲས་ཀྱིས་ད། གཙོ་བྱས་རྗེ་གསུམ་རྩེ་སྐམ་པོ་རང་ཉིད་ཀྱི་ད་ལྟ་ཐུགས་དམ་གྱི་རྟེན་དེ་འདྲ་ལ་ཡང་གར་ཟུག་རེ་གཅིག་སོ་མ་ལ་བཏབ་པའི་སྐབས་ལ་ད་སྤྱི་ཐང་གི་ལུང་བསྟན་དང་རྟགས་དང་མཚན་མ་བྱས་ལ་ཡང་ཆོས་རྒྱལ་གསུམ་རྩེ་སྐམ་པོ་རང་ཉིད་ཀྱི་ཞལ་འབག་ད་སྐུ་འབག་ཟེར་བ་སྐུ་བརྙན་འདྲ་སྐུ་ཅིག་མི་ཚད་དོ་སྙམ་པ་ཅིག་ལྷ་སའི་གཙུག་ལག་ཁང་ལ་བཞེངས་དགོས་ཡ་གི་ལུང་བསྟན་ཅིག་འདི་བྱུང་བ་རེད་དེ་བྱུང་དུས། ད་དེའི་གཟུངས་ཆུ་ལ་ཡང་ཨནི་རྩ་ཆེན་པོ་རེ་ག་རེ་ཕུལ་ན་ཡག་ག་ཡོད་ན་བསམ་དགོངས་པ་བཞེས་པའི་སྐབས་ལ་ཨནི་ཆོས་རྒྱལ་སྲོང་བཙན་སྒམ་པོ་རང་ཉིད་ཀྱིས་ད་ལྟ་སྤྲུལ་བའི་དགེ་སློང་བློ་རིག་འབྱུང་གནས་ཚུལ་ཁྲིམས་ང་ཚོ་དགེ་སློང་ཨ་ཀར་མ་དེ་བཞི་ལ་ཁོ་རང་གིས་ད་སྤྲུལ་བྱས་ཨནི་རྒྱ་གར་གྱི་ང་ཚོ་ད་ལྟ་རྒྱ་མཚོའི་འགྲམ་གྱི་བྱེ་མའི་གླིང་ལ་ཡང་ཨནི་ཙནྡན་སྦྲུལ་གྱི་སྙིང་པོའི་སྐུ་ཞིག་བཞུགས་ཡོད་པ་བོ་དེ་ཚོ་གདན་འདྲེན་ཞུས་ལྷག་པར་དུ་རྡོ་རྗེ་གདན་ལ་ཡོད་པའི་བྱང་ཆུབ་ཤིང་གི་ལོ་མ་ཆུ་ནེ་ཛ་རེ་བྱེ་མ་ཆུ་མོ་གང་གའི་ཆུ་དེ་ན་ཤིང་གི་རྡོ་རྗེ་གདན་ལ་ཡོད་པའི་སངས་རྒྱས་ཀྱི་རིང་བསྲེལ་ལ་སོགས་པ་དེ་ན་ཤིག་རྒྱ་གར་གྱི་གནས་ཛ་བྱེ་མ་དེ་ཚོའི་གནས་ས་དང་ཆུ་ལ་སོགས་པ་དེ་འདྲ་མང་པོ་ཞིག་གདན་འདྲེན་ཞུས་ནས་ཡང་བོད་ལ་བག་ཕེབས། ད་ལྟའི་ང་ཚོ་ཐུགས་རྗེ་ཆེན་པོ་རང་བྱུང་ལྔ་ལྡན་འདི་ཞང་གཡག་གི་ཐོག་མའི་ད་སྦྱིན་པ་ལ་སོགས་པ་དེ་སྐད་ཆ་ཚང་གྲ་རིག་གནང་ནས་ཨེ་ནི་སྦྱིན་པ་དེ་ཆ་ཚང་གྲ་རིག་གནང་ནས་བཞུགས་པའི་སྐབས་ལ་ཨེ་ནི་སྦྱིན་པ་དེ་དགོངས་དག་ཅིག་ཆོས་རྒྱལ་སྲོང་བཙན་སྒམ་པོ་རང་གི་དབུ་སྔས་ཁྲི་ལ་བཞག་བྱས་ཨེ་ནི་སོག་མོ་རྣམས་བཏབ་པའི་སྐབས་ལ་ཨེ་ནི་བྱས་ཙང་འདི་ལ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་མང་པོ་ཅིག་ཕེབས་བྱས་ཨེ་ནི་དེ་འོད་ཟེར་གྱི་རྣམ་པས་ད་ལྟའི་སྦྱིན་པ་དེ་ལ་ཡང་ཨེ་ནི་ཐིམ་པའི་མཚན་རྣམས་འདི་ལ་བྱུང་ཡོད་རེད་དེ་བྱུང་འདི་བྱས་ཙང་ད་སྐུ་དེ་ཧ་ཅང་གི་ཡག་པོ་ཅིག་དང་ལྷག་པར་དུ་དཔེ་དེ་ང་ཚོ་བོད་འབངས་ཚོ་ལ་ཡང་ལས་དང་རྨི་ལམ་ཐོག་ནས་འབྲེལ་བ་ཡོད་པ། དེ་འདྲ་ཅིག་ཡོང་ས་རེད་བསམ་བྱས་ད་ཐུགས་དགྱེས་པའི་ཐོག་ནས་ཨ་ནི། དེ་འདྲ་སེ་ཡ་གནས་ཟིན་པ། དེ་ནས་སང་ཉིན་དེ་དེ་འདྲས་ཀྱིས་ད་གནས་ལ་ཡ་སད་བྱུང་དུས་དེ་འདྲའི་སྐུ་རྒྱུ་སྦྱིན་པ་དེ་རང་བཞིན་གྱིས་སྤྱན་རས་གཟིགས་ཕྱག་སྟོང་ཅན་དུ་ཨ་ནི་བཅུ་གཅིག་ཞལ་གྱི་རྣམ་པ་ལ་ཡང་རང་བཞིན་གྱིས་རང་བྱུང་དུ་ཨ་ནི་འཕེལ་བའི་རྣམ་པ་དེ་འདྲ་བྱུང་བ་རེད་ཀྱེ་འདི་ཆོས་རྒྱལ་སྲོང་བཙན་སྒམ་པོས་ད་སྦྱིན་པ་དེ་འབེབས་ཏེ་སྐུ་རང་བཞིན་དུ་རང་བྱུང་དུ་ཕེབས་པ་དེ་ཧ་ཅང་གི་ཡག་པོ་རེད་ཡིན་པ་ཡིན་ནས་ས་སྐྱ་ཁག་གི་ད་རྒྱ་མཚོའི་བྱེ་མའི་གླིང་གསུམ་ནས་གདན་དྲངས་པའི་ད་ད་ཙནྡན་སྦྲུལ་གྱི་སྙིང་པོ་དེ་དང།

སྐུ་རྟེན་གྱི་ཕྱག་དེར་དེ་ཡིན་དུས་ད་ལྟ་མཐོ་ཆེན་པོ་རང་བྱུང་ལྔ་ལྡན་གྱི་སྐུ་བརྙན་དེ་ཆོས་རྒྱལ་སྲོང་བཙན་སྒམ་པོས་ཐོག་མར་བཞེངས་པ་ནས་ད་ལྟ་བར་དུ་བོད་ནས་ལྔ་བཅུ་ང་དགུའི་བོད་ལ་དུས་རྒྱུན་མ་བྱུང་ལྷག་པར་དུ་དེའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་རུ་རིག་གནས་གསར་བརྗེ་མ་བྱུང་བའི་བར་ལ་ཡང་ལོ་ང་ཆིག་སྟོང་སུམ་བརྒྱ་ལྷག་ཙམ་གྱི་ད་ང་ཚོ་བོད་འབངས་ཚོའི་བསོད་ནམས་ཀྱི་ཞིང་ལ་ཡང་ལྷ་རྟེན་གཙུག་ལག་ཁང་ལ་ཡང་ཉམས་ཆག་གཏན་ནས་མ་བྱུང་བ་བཅས། ཞུ་བ་དེ་འདྲ་ཞིག་རེད། དེ་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡང་བོད་སོག་ཡོངས་རྫོགས་རྒྱ་མིས་དབང་བསྒྱུར་བྱས། ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལྷག་པར་དུ་རྙིང་གཞི་རྩ་གཏོར་ཟེར་ཡས་ཀྱི་རིག་གནས་གསར་བརྗེའི་ཨ་ནི་ལས་འགུལ་སྤེལ་བའི་སྐབས་ལ་ཨ་ནི་དྲུག་ཅུ་རེ་དྲུག་ལོར་ལ་རིག་གནས་གསར་བརྗེའི་སྐབས་ལ་མཐོ་ཆེན་པོ་རང་བྱུང་མངའ་སྡེ་དེ་གཏོར་བཤིག་ཕྱིན་ནས་ཨ་ནི་དེའི་རྗེས་ལ་ཡང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་དང། རབ་བསྟུན་ལ་ཡང་སྤྱན་རས་གཟིགས་བཅུ་གཅིག་ཞལ་གྱི་ནི་ཁྲོ་བོའི་ཞལ་གཅིག་དང་ཞི་བའི་ཞལ་གཅིག་ཅེས་ཞལ་གཉིས་བལ་ཡུལ་བརྒྱུད་ཆེ་ནི་གོ་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཕུལ་ཐུབ་པ་ཅིག་བྱུང་ཡོད་རེད་དེའི་རྗེས་ལ་ཡང་ཆིག་ཐོ་གོ་རྒྱུ་དྲུག་ཅུ་རབ་བརྒྱད་ལོ་ལ་ཡང་ཁྲོ་བོའི་ཞལ་གཅིག་དང་ནི་འོད་དཔག་མེད་ཀྱི་ཞལ་ཕྱེད་ཅེས་གང་ཟླ་སྔ་ཕྱི་རི་ཁྲོ་ཞལ་དང་འོད་དཔག་མེད་ཀྱི་ཞལ་བཞི་རྒྱ་བལ་ཡུལ་བརྒྱུད་ཆེ་བཙན་བྱོལ་ལ་ཡང་ཕེབས་གོ་ས་སྐྱབས་མགོན་ཆེན་པོ་མཆོག་ལ་ཕུལ་དེ་རྗེས་གཟུངས་བཞུགས་ལས་ཕུལ་ཆེ་གནས་འདི་ད་ལྟའི་དངུལ་སྒོ་བཞག་ཡག་གི་ཐོག་མའི་འགྱོ་ཁྱིན་དང་བྱུང་སྟངས་དེ་འདྲ་ཅིག་ཆགས་བསྡད་ཡོད་རེད་ལྷག་པར་དུ་འཕགས་པ་སྤྱན་རས་གཟིགས་དེ་ང་ཚོ་བོད་མི་ས་ཡ་དྲུག་གི་ལྷ་སྐལ་ཆགས་བསྡད་ཡོད་རེད་དུས་རྒྱུན་ང་ཚོ་ལྷ་ཅིག་སྤྱན་རས་སོང་བ་ཆོས་ཀྱི་མ་ཎི་ཡིག་དྲུག་ཟེར་ལབ་ཡོང་དུས་བྱས་ཙང་ང་ཚོ་བོད་ལ་ཡ་ལྷ་ཡི་སྐལ་བ་རེད་པོ་དེ་འཕགས་པ་སྤྱན་རས་གཟིགས་ཆགས་བསྡད་ཡོད་དེ་ནས་བཞིན་ང་ཚོ་བོད་བོད་ཆོས་འདས་ཞིང་ཁམས་དེ་འཕགས་པ་སྤྱན་རས་གཟིགས་ཀྱི་དུས་ཤིང་དང་ནི་གར་སོ་རེད་བོན་པ་དེ་འཕགས་པ་སྤྱན་རས་གཟིགས་ཀྱི་དུས་ཤིང་ཡིན་ཞེས་བཞུགས་ཡོད་རེད་དེ་ཡིན་དུས་དེ་འཕགས་པ་རྡོ་རྗེ་ཆེན་པོ་རང་བྱུང་ལྔ་ལྡན་དེ་དང། ང་ཚོ་བོད་འབངས་ཚོ་མ་ལ་ཐུན་མོང་མ་ཡིན་པའི་འབྲེལ་བ་བཅས་ཡོད་རེད་དཔེར་ན་ཆགས་ལུགས་རྒྱུད་ལྔ་ནས་ཆགས་བཞག་པ་ཡིན་ནའི་ཐོག་མར་ང་ཚོ་བོད་ཀྱི་མི་བྱུང་སྟངས་སྐབས་ལ་ཕར་བཀྲིས་མཁན་བྱང་ཆུབ་སེམས་དཔའ་དང་མར་སྲིན་མོ་བྲག་སྲིན་ཟེར་ལབ་གི་ཡོད་རེད་ཕར་བཀྲིས་མཁན་བྱང་ཆུབ་སེམས་དཔའ་དེ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཆགས་ཡོད་དེ་རེད་དེ་ནས་མ་ང་ཚོ་བོད་ཀྱི་མི་རྒྱུད་བྱུང་དེ་ཐོག་མར་སྤྲེའུ་དྲུག་དྲུག་བྱུང་ཡོད་རེད་སྤྲེའུ་དྲུག་དྲུག་པོ་དེ་ནས་མ་མིའུ་དུང་དྲུག་མིའུ་དུང་དྲུག་ནས་མ་བྱུང་ཡོང་དུས་ང་ཚོ་བོད་མི་ས་ཡ་དྲུག་ཆད་ཆད་དྲུག་དྲུག་དོན་ཚོ་ལས་ད་ག་ཟེ་ང་ཚོ་གྲངས་ཀ་དྲུག། ཟི་ཁ་རས་རང་བཞིན་གྱིས་བསྒྲིབས་པ་མ་ཡིན་པ། ནི། ཚེ་དང། དེ་འཁོར་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་དེ་འདྲའི་ཆ་དེ་ཡོད་རེད། རིག་གནས་གསར་བརྗེའི་སྐབས་ལ་ད་ལྟ་ལྷ་སྡེ་གཙུག་ལག་ཁང་ལ་ཡོད་པའི་ད་ལྟ་ཇོ་རང་བྱུང་ལྔ་ལྡན་ཟེར་བའི་སྤྱི་དང་རང་བཞིན་དུ་འཁྲུལ་བའི་སྐུ་ལྔ་ཟིག་ཡོད་རེད། རང་བཞིན་དུ་འཁྲུལ་བའི་སྐུ་ལྔ་དེ། ནི་ཆོས་རྒྱལ་སྲོང་བཙན་སྒམ་པོས་ད་ལྟ། བྱིས་པ་ལས་གྲུབ་པའི་སྐུ་གཅིག་དེའི་གཟུངས་ཆུ་ལ་ཡང། རྒྱ་གར་གྱི་ད་བྱིས་སྨན་གླིང་གསུམ་ནས་གདན་འདྲེན་ཞུས་པའི་ཙནྡ་སྦྲུལ་གྱི་སྙིང་པོའི་སྐུ་གཅིག་བཅས་སྐུ་གཉིས་བཅས་རང་བཞིན་དུ་འཁྲུལ་བའི། ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོ་ཐང་མ་ད་ང་ཚོ་ཐུན་མོང་དང་ཐུན་མོང་མ་ཡིན་པའི་འདྲི་བཤད་གསུང་སྲོལ་གཉིས་ཡོད་པའི་ནང་ནས་ཐུན་མོང་མ་ཡིན་པའི་ལོ་རྒྱུས་གསུང་པའི་སྐབས་ལ་ཆོས་རྒྱལ་སྲོང་བཙན་སྒམ་པོ་ཐང་མ་སྐུ་མྱ་ངན་ལས་འདས་པའི་ཁ་ལམ་ལ་ཨ་ནི་ལྷ་སྡེ་གཙུག་ལག་ཁང་ལ་ཡང་ཨ་ནི་གནས་གཟིགས་ལ་ཕེབས་རྗེས་ཨ་ནི་འཕགས་པ་ཐུ་ཆེན་པོ་རང་བྱུང་ལྔ་ལྡན་ལ་ཡང་ཐིམ་རྗེས་སྐུ་མྱ་ངན་ལས་འདས་པ་རེད་གསུང་གི་ཡོད་རེད་དེའི་རྗེས་ལ་ཡང་ཨ་ཕྱི་རྒྱ་ས་དང་ཨ་ཕྱི་བལ་ས་གཉིས་པོ་དེ་བྱོ་མོ་ཁྲོ་གཉིས་ཅན་དང་རྗེ་བཙུན་སྒྲོལ་མའི་རྣམ་སྤྲུལ་ཆགས་ཀྱི་ཡོད་རེད་ཁོ་ན་གཉིས་ཡས་སྐུ་བཞེངས་ལ་ཕེབས་ཁ་ལམ་དེ་ལ་ལྷ་སྡེ་གཙུག་ལག་ཁང་གི་གནས་གཟིགས་ཕེབས་ཨ་ནི་ད་ལྟ་འཕགས་པ་ཐུ་ཆེན་པོ་རང་བྱུང་ལྔ་ལྡན་དེ་ལ་ཡང། ཨ་ནི་ཐིམ་བཅས་སྐུ་མྱ་ངན་ལས་འདས་པ་ཡིན་ཙང་རང་བཞིན་ལས་འཁྲུལ་བའི་སྐུ་ལྔ་ཟད་དེ་ཟུང་ཤུགས་ལས་ཡོལ་བའི་ཙནྡན་སྦྲུལ་གྱི་སྙིང་པོའི་སྐུ་དང་གཅིག། ཨ་ནི་སྦྱིན་པ་ལས་འཁྲུལ་བའི་ད་ལྟ་འཕགས་པ་མཐུ་ཆེན་པོ་ཕྱག་རྡོར་ཅན་དུ་སྐུ་དང་གཉིས། ཨ་ནི་ཆོས་གསུང་ཚད་སྐམ་པོ་དང་རྒྱལ་སྲས་བལ་ས་ཆད་བཅས་རང་བཞིན་དུ་འཁྲུལ་བའི་སྐུ་ལྔ་ཟད་ལྷུན་གྱིས་གྲུབ་ཡས་ཏེ་སྐུ་རྩ་ཆེན་པོ་ཕྱག་གཡས་ཏེ་རང་བཞིན་དུ་གྲུབ་པའི་ཡོན་ཏན་རང་བྱུང་ལྔ་ལྡན་ཟད་དེ་དེ་རེད་ད་དེ་རིང་ནས་ས་བྱིའི་སྐབས་ལ་གཏོར་བཤིག་ཕྱིན་པ་ཡིན་ཙང་ཨ་ནི་ཕྱིས་སུ་ད་ཆུ་སྟེ་རང་མོས་ཀྱི་ད་ཆོས་སྒོ་ཅུང་ཟད་ཕྱེ་བའི་སྐབས་ལ་ཡང་ལྷ་ལྡན་གཙུག་ལག་ཁང་ལ་ཡང་ཨ་ནི་དེའི་ད་སྐུ་ཚབ་ཀྱི་གསར་པ་བཞེངས་ཡས་རེད། དེའི་ནང་བཞིན་གྱི་ད་ལྟ་ལྷ་ལྡན་གཙུག་ལག་ཁང་གི་རང་བྱུང་ལྔ་ལྡན་གྱི་སྐུ་ཚབ་ཀྱི་རྣམ་པ་ལ་ད་ལྟ་ཐེག་ཆེན་ཆོས་ནི་གཙུག་ལག་ཁང་ལ་ཡང་གོ་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་རྒྱུ་ཨ་ནི་དངུལ་ལས་གྲུབ་ལྷག་པར་དུ་བོད་རང་བྱུང་ལྔ་ལྡན་གྱི་དབུ་དང་ཞལ་བཞི་ཚུར་སྦྱོར་ཐུབ་པའི་ནང་ནས་གཉིས་ད་ལྟ་ཐུགས་རྗེ་ཆེན་པོའི་གཟུངས་བཞུགས་ལ་ཡང་ཕུལ་གཉིས་ད་ལྟ་ང་ཚོས་དངོས་སུ་མཇལ་རྒྱུ་ཡོད་པ་ཆེ་ཡོད་པ་དེའི་ཆེད་དུ་ས་རུ་བཞག་གནང་བ་རེད་ལྷག་པར་དུ་ཐུགས་རྗེ་ཆེན་པོ་རང་བྱུང་ལྔ་ལྡན་འདི་ཐུན་མོང་མ་ཡིན་པ་གཅིག་ལ་ཡང། ད་ལྟ་ང་ཚོ་སྐུ་རྒྱུ་དེ་དངུལ་ལས་གྲུབ་པ་མ་ཟད་ཨེ་ནི་ཞལ་དེ་ང་ཚོ་བོད་རང་ལ་ཡང་ཕ་ཞལ་ཆོག་ནས་ཞལ་ཤེར་སྲིད་རྣམ་པ་ཆགས་དེ་དེ་ཡིན་དུས་སྐལ་བཟང་དུས་ཆེ་དུས་གཅིག་ཐོག་ནས་ཐུན་མོང་མེད་པའི་འབྲེལ་བ་གཅིག་ཡོད་རེད་དེ་ན་ཞིག་ཞང་ཐང་ཐང་ནས་སྤྱན་རས་གཟིགས་ཕྱག་སྟོང་སྤྱན་སྟོང་དེ་ཕྱག་དང་ཞལ་ལ་སོགས་པ་དུ་ཚང་མ་ལོ་ད་ལྟ་ལྷུ་ལག་འཕྲད་ཅིང་མ་འོངས་པ་ལ་ཡང་ང་ཚོ་གཞིས་བྱེས་མཉམ་འཛོམས་ཀྱི་སྐལ་བཟང་གི་ཉི་མ་ཤར་བའི་སྐབས་ལ་བོད་ལ་ཕ་གདན་འདྲེན་ཞུ་བའི་ཆེད་དུ་ཞལ་དང་ཕྱག་དེ་གྱི་ལྷུ་ལག་འཕྲད་རྒྱུ་ཡོད་པ་དེ་འདྲ་བཅས་བཞག་གནང་ཡོད་རེད། ད་ལྟ་གཙུག་ལག་ཁང་དེའི་གཙོ་བོ་བེད་སྤྱོད་ག་རེམ་གནང་གི་ཡོད་མེད་ཅིག་ངོ་སྤྲོད་གནང་རོགས་གནང། གཙུག་ལག་ཁང་ཞུ་དུས་ཨ་ནི་གཙུག་རྒྱལ་བའི་བཀའ་བཀའ་འགྱུར་པོ་ཏི་བརྒྱ་ཡོད་པ་དེ་དག་ལ་ཟེར་དུས་དེའི་ཡན་ལག་དགོངས་འགྲེལ་གྱི་བསྟན་འགྱུར་པོ་ཏི་ཉིས་བཞི་ཉིས་ཚན་ལྔ་དེ་གཉིས་ཞུགས་ས་ཡིན་པའི་ཆ་ནས་གཙུག་ལག་ཁང་ཨ་དེ་གཉིས་ཀྱི་ད་བསྟན་གཙོ་ལས་སྐུ་གསུང་ཐུགས་རྟེན་ནོར་ལ་ནས་ད་སྐུ་གསུམ་དེ་ཞུ་ཡུལ་ཡང་སྤྱི་དང་ལྷ་ཁང་ཙམ་བཞག་པ་མ་ཡིན་པ་དེ་ལ་ཡང་ད་ང་ཚོས་ཁར་ཚོར་དད་ལྡན་མང་ཚོགས་ཚོས་ཕྱག་དང་མཆོད་འབུལ་བྱེད་ས་དང་དེ་འདྲ་ཅིག་དགོས་ཀྱི་ཡོད་པ་དང་དེ་འདྲ་མེད་ཐབས་མེད་པ་ཅིག་ཡིན་པ་ཡིན་ཙང་དེའི་ཆེད་དུ་ཨ་ནི་ད་ལྟའི་གཙུག་ལག་ཁང་དེ་གསར་བཞེངས་གནང་པ་ཡང་ཕྱོགས་གཅིག་ནས་ཆོས་འཆད་ཉན་བྱེད་སའི་ཨ་ནི་ས་ཆ་ཆུ་དགོས་མཁོ་ཆེན་པོ་ཡོད་པ་དེ་འདྲ་ཅིག་ལ་གཟིགས་བྱས་ཨ་ནི་ད་ལྟའི་ལྷ་སྐུ་རྟེན་གསུམ་བཞུགས་གནས་དང་ཨ་ནི་ཆོས་འཆད་ཉན་བྱེད་སའི་གཙུག་ལག་ཁང་ཚང་མ་ལོ་གཅིག་ལྕོགས་ཀྱི་ཚུལ་དུ་ད་ལྟའི་བཞུགས་སྒར་ཐེག་ཆེན་ཆོས་ལུགས་གཙུག་ལག་ཁང་དེ་ཉིད་གསར་བཞེངས་གནང་བ་རེད།

ཨེ་ནས་གཙོ་བོ་དུས་རྒྱུན་ཆོས་འཆད་ཉན་ཟེར་ནས་མི་འདུག་ག་འདྲ་ཆོས་ར་སུ་ས་ར་སོགས་པ་དེའི་ཕལ་ཆེར་གཅིག་གནང་གི་ཡོད་རེད་དེ་མ་ཡིན་པའི་ང་ཚོ་ཆོས་ཕྱོགས་ཀྱི་མཆོད་འབུལ་དང་ཆོས་ཕྱོགས་ཀྱི་མཛད་སྒོ་ག་རེ་ཡིན་པ་ཡིན་ནའི་དེ་ཆོས་ཕྱི་རུ་གཙུག་ལག་ཁང་ནང་ཡང་གནང་གི་ཡོད་རེད་དེ་ནང་བཞིན་གཞུང་འབྲེལ་གྱི་ཨེ་ནས་མཛད་སྒོ་ཆར་པ་དང་འཆར་ཅན་དང་བར་མ་ག་རེ་ཡོད་པ་ཡིན་ནའི་དེའི་གནང་ཡུལ་གཙོ་བོ་དེ་དེ་ཆོས་ཕྱི་རུ་གཙུག་ལག་ཁང་གི་དང་ཐོག་ཁའི་གཙུག་ལག་ཁང་དང་ཤོད་ཀྱི་ཨེ་ནས་ང་ཚོ་ཆོས་གསུང་ཕྱི་ར་བ་དེ་གཉིས་ག་པ་ཡིན་ནའི་ཐོག་མཚོ་ལས་ཡ་མཛད་སྒོ་གནང་ཡོད་ཆེ་དེ་འདྲའི་གཙོ་བོ་དང་ཕལ་ཆེར་གནང་གི་ཡོད་རེད། ད་ལྟའི་ང་ཚོ་གཙུག་ལག་ཁང་མཇལ་རྒྱུ་ཡོད་པ་དེ་ཧ་ད་སྐུ་ཤོག་ངོ་སྤྲོད་གནང་ཚར་བ་དེ་ལས་ཆེས་ཅིག་མཇལ་ཡས་ཡོད་རེད་འདི་ག་དུས་སུ་འགྲོ་ཅིག་རྒྱ་སྐད་བྱུང་ཡོད་ན། ད་ལྟ་ང་ཚོ་མཇལ་རྒྱུ་ཡོད་པའི་ནི་དཔལ་ཐེག་ཆུ་འཁོར་ལོའི་ད་རྟེན་དང་བརྟེན་པར་བཅས་པའི་ད་ལྟའི་ང་ཚོ་དུས་འཁོར་ལྷ་ཁང་འདི་སྐུ་ཚེ་རྣམ་རྒྱལ་གྲྭ་ཚང་ཕན་བདེ་རིག་ཤེས་གླིང་གི་འདུ་ཁང་གི་ཚུལ་དུ་གཅིག་ཏུ་བསྐོར་བརྒྱུད་གྱ་དགུ་ལོ་ལ་ནི་གསར་བཞེངས་གནང། གསར་བཞེངས་གནང་པ་ཙམ་མ་ཟད་གྲྭ་ཚང་གི་ཐུན་མོང་མ་ཡིན་པའི་ཕྱག་ལེན་གཞི་བཞག་བྱས་རྗེས་པའི་དུས་ཀྱི་འཁོར་ལོའི་ལྟ་སྐུལ་གསུང་ཚུགས་ཀྱི་དཀྱིལ་འཁོར་ལྷ་ཚོགས་བདུན་ཞིང་བཅུ་རྩ་གཉིས་དང་བཅས་པའི་ལྡེབས་རིས་ཆ་ཚང་གསར་བཞེངས་གནང་དེ་ནས་རྒྱ་ཁྱི་ཞིག་བྱུང་བ་རེད་དེ་ནས་ཕྱིས་རྒྱ་ཁྱི་གྱ་དགུའི་ལོ་ལ་གཙུག་ལག་ཁང་གི་མདུན་ངོས་དང་གཡས་གཡོན་གཉིས་ལ་ཡང་རྒྱ་ཁྱི་གནང་དེ་འདྲ་བྱས་རྗེས་རྒྱ་ཁྱི་རིམ་པ་གཅིག་བྱུང་བ་རེད་དེའི་གོང་ནས་རྒྱ་ཁྱི་རིམ་པ་ཁ་ཤས་བྱུང་ཡོད་རེད་དེ་འདྲ་བྱས་རྗེས་སྔེ་མ་དང་མ་འདྲེས་གཞི་རྒྱ་ཧ་ཅང་ཆེ་རུ་ཕྱིན་ཡོད་རེད།